བཀའ་ཤག་ཏུ་དེ་སྡུག་ཞུ་འབོད་བྱེད་མཁན་མང་པོ་བྱུང་ཡང་བྱེད་ཐབས་གང་ཡང་ཡོད་པ་མ་རེད། རྒྱ་དམག་རྣམས་བཅའ་སྡོད་བྱས་ཏེ། ཁོང་ཚོའི་ང་ཚོས་བསམ་འཆར་དང་ལེན་དང་གཞུང་ལ་རོགས་རམ་བྱེད་རྒྱུའི་རྟགས་ཅིག་ཁོང་ཚོའི་གོ་ཁུ་ཉིན་བཞིན་ཇེ་མང་དུ་སོང། འབྲུ་བསྡུས་དོན་ཉིས་སྟོང་གོང་ཚུལ་བརྗོད་པ་ཡང་ང་ཚོའི་འཐབ་རྩོད་བྱེད་དགོས་པ་བྱུང་བས། མིང་ལ་བུ་ལོན། བུ་ལོན། བྱུང་བས་མིང་ལ་བུ་ལོན་གཏོང་ཞིང་ཚབ་ཀྱིན་བོད་དུ་བཟོ་གྲྭ་བཙུགས་པའི་སྤྲོ་རྒྱུད་ཡིན་ཚུལ་དམག་དཔོན་ཚོས་བརྗོད་ཀྱང་དེ་དག་ལག་ལེན་བྱས་ཡོད་པ་མ་རེད། བོད་ནང་གནས་ཚུལ་མཐུག་པོ་ནས་མཇེ་སྡུག་ཏུ་འདོད་མུར་ལྷ་སའི་ནང་རྒྱ་མིས་དཔོན་རིགས་མང་པོའི་འབྱོར་ཞིང། ཀྲང་ཅིའུ་ནས་ཚོགས་འདུ་ཡུན་རིང་ཚོགས་བཅུག་པའི་ནང་བཀའ་བློན་ཚོས་འབོད་འགུག་བྱས་ཤིང་མི་མང་ལ་ཉེས་པར་མགོ་མཁོ་གལ་ཆེའི་རིགས་དང་བཙན་འཛུལ་མཁན་གྱི་རེ་འདུན་བསྒྲུབ་རྒྱུའི་ཉེ་སྒོམ་དྲ་རྒྱུད་ལས་འགན་ནས་སྲིད་བློན་ཀླུ་ཁང་བར་བབས་པ་རེད། ཁོང་ནས་བརྗོད་དོན། བོད་མི་རྣམས་གཉོམ་ཆུང་ཆུལ་བྱས་པ་ཡིན་སྟབས་ཡུལ་གྱི་ཐོན་སྐྱེད་རང་ཉིད་གདེང་ཙམ་ལས་མེད། ཁ་ལག་མཁན་པོ་ཡོད་རིགས་རྣམས་དམག་རྒྱ་དམག་རྣམས་ལ་འདའ་བ་རེ་ཟུང་ལས་མི་གདེང། རེ་ཟུང་ལས་མི་གདེང། གློ་བུར་དུ་ཐོན་སྐྱེད་མང་པོ་བཟོས་མི་ཐུབ། ལྷ་སར་དམག་ཤུགས་ཆེན་པོ་འདི་འདྲ། འདི་འདྲ་ཉར་དགོས་པའི་རྒྱུ་མཚན་མེད། ཁྱེད་ཚོའི་ཡུལ་གྱི་སྲུང་སྐྱོབ་བྱེད་དགོས་ན་དམག་དཔུང་རྣམས་ས་མཚམས་སུ་གཏོང་དགོས། གྲོང་ཁྱེར་ནང་དཔོན་རིགས་འགའ་ཤས་དང་སྐུ་སྲུང་གང་འཚམ་བསྡད་ན་འགྲིག་གཞན་གནས་ཚུལ་ཞུས་མེད་གསལ་པོར་བརྗོད་འདུག་རྒྱ་མིས་ཐོག་མར་ཕྱར་ལེན་དེབ་སྐྱིད་པོ་བྱས་པའི་དམག་དཔོན་ཀྲང་དབྱི་ཝུའེ་བརྗོད་སའི་ང་ཚོའི་གཞུང་ནས་འབྲུ་བསྡུ་ལ་མིང་རྟགས་བཀོད་གསལ་ལྟར་རྒྱ་ནག་བོད་དུ་འཇོག་དགོས་ཅིང་དོན་བཟའ་ཆེད་སྤྲོད་དགོས་ཁོ་ཚོ་ནི་བོད་ཀྱི་ཐོན་སྐྱེད་ཡར་རྒྱས་དང་རྒྱ་བཙན་རྒྱལ་རིང་ལུགས་ཀྱི་བཙན་ཤུགས་འོག་ནས་སྲུང་སྐྱོབ་བྱེད་ཆེད་ཡོང་བ་ཡིན། བོད་དོན་ནམ་རང་མགོ་ཐོན་པ་དང་ས་མཚམས་ཀྱི་སྲུང་སྐྱོབ་བོད་མིས་བྱེད་ཐུབ་ན་རྒྱ་ནག་རྣམས་རྒྱ་ནག་ཏུ་ཕྱིར་ལོག་ཕྱིན་པ་ཆོག་ཞེས་ཕྱིན་པས་ཆོག་ཅེས་དང་ཁོ་ཚོས་ཁྱེད་རང་ཚོའི་རྐང་པའི་སྟེང་ལངས་ཐུབ་ན་ང་ཚོར་དོལ་འདྲོགས་བྱེད་ཡང་འདོད་ཀྱི་མ་རེད་ཞེས་བརྗོད་འདུག་ཀླུ་རྐང་པའི་བརྗོད་གསལ། ས་མཚོའི་ས་མཚམས་སུ་ཉེན་ཁ་བཟོས་མཁན་རྒྱ་མི་མ་གཏོགས་མེད། ང་ཚོ་རང་མགོ་ཐོན་ནས་ལོ་བརྒྱ་རག་མང་པོ་ཕྱིན་སོང་ཞེས་དང། ཡང་ཚོགས་འདུ་གཞན་ཞིག་ལ་ཁོང་ནས་དམར་དཔོན་དེར་བརྗོད་ཚེ་ཁྱོད་ཚོ་བོད་དུ་རོགས་རམ་ཆེད་ཡོང་ཚུལ་བརྗོད་མུས་ཀྱང་ད། ད་ཕན་རོགས་རམ་གང་ཡང་བྱས་མ་སོང་བ་མ་ཟད། རྒྱ་མི་བོད་དུ་ཡོད་པ་ཙམ་གྱིས་ང་ཚོར་དཀའ་ཉེན་ཡོང་གི་འདུག་རྒྱ་མིས་ལས་ཀ་ཇི་བྱས་ལ་མི་མང་ནས་ཁོང་ཁྲོ་དང་འདོད་པར་མི་འབབ་པ་ཤུགས་ཆེར་འགྲོ་བཞིན་འདུག་ཡང་ཁོང་ནས་སྤྱིར་བཏང་རྒྱལ་རྒྱལ་མེད་ཀྱང་ང་ཚོས་གནོད་རྒྱལ་ཆེ་བ་ཞིག་གྲོང་ཁྱེར་ལྷ་སའི་ཉེ་སྐོར་སེམས་ཅན་གྱི་རུས་པ་མེར་བསྲེགས་གཏོང་བ་འདིས་བོད་མིའི་ཆོས་དད་ལ་གནོད་ཅིང་འདི་ལ་མི་དགའ་བ་བྱེད་ཀྱི་འདུག་ཅེས་བརྗོད་འདུག་དེར་ཀྲང་ཅིང་ཡུས་མི་མང་ནས་དགའ་པོ་མི་བྱེད་པའི་རྒྱུ་རྐྱེན་ལ་གོ་བསྡུར་མ་བྱས་པར་དགའ་པོ་མི་བྱེད་མཁན་ང་ཚོའི་གཞུང་ནས་བཀག་འགོག་བྱེད་དགོས་ཞེས་དང། མི་མང་ཚོས་ཁྲོམ་དཀྱིལ་དུ་རྒྱ་མིར་མི་དགར་བའི་གླུ་གཞས་ལེན་ཚུལ་ད་དུས་ཁོག་ནས་བོད་མི་ཚོས་རྒྱ་མིར་མཐུན་ལམ་ལེགས་པོ་བྱེད་དགོས་སྐོར་གྱི་ཡིན་གཟིགས་ཤིག་གླུ་རྐང་པར་བརྩེས་ཏེ། འདི་བཞིན་དྲི་དག་ཆས་དགོས། བརྗོད་པར་གླུ་ཁང་པའི་ཡིན་ཚིག་དེ་ཀློག་སྐབས་ཁྲོམ་དཀྱིལ་དུ་གླུ་གཞས་བཏང་མི་བཅུག་མི་ཆོག་ཅེས་འཁོད་སྟབས། ཁོང་ནས་དེ་ལ་བཟོད་བཅོལ་འགྲེལ་ཆགས་པོ་ཞིག་བྱས་འདུག་ཀྱང་ངས་བསམ་པར་དེ་ལ་རྒྱ་མི་ཁོང་ཁྲོ་ཞི་ཐབས་བྱུང་ཡོད་ཀྱི་མ་རེད། ཚོགས་འདུ་ཐེངས་མང་དེ་ལྟར་ཚོགས་སྐབས་རྒྱ་མིས་འཇོན་ནའི་བརྗེད་ཆགས་འཆིང་བཞིན། རྒྱ་མི་རྣམས་བོད་དུ་རོགས་རམ་ཆེད་ཡོང་ཚུལ་གོ་དོན་གསལ་པོ་ཡོད་ཐབས་བྱེད་ཀྱི་ཡོད་ཀྱང། གོ་རྟོགས་སེལ་པོར་ཡོང་ཐབས་བྱེད་ཀྱི་ཡོད་ཀྱང་མི་མང་གི་རྒྱ་མིར་རྣམ་འགྱུར་བྱ་སྤྱོད་ཉིན་རེ་ནས་ཇེ་སྡུག་ཏུ་གྱུར། མི་མང་ནས་རྒྱ་མིའི་མགོ་ཁྲིད་ལ་སྐྱོན་བརྗོད་བྱས་པའི་ཚོགས་འདུ་ཚོགས་པ་དེ་དག་བཀག་འགོག་བྱས་པས་ཞེས་རྒྱ་མིས་བཀའ་ཤག་ཏུ་ཡང་ཡང་བརྗོད་པ་ལྟར་བཀའ་ཤག་ནས་བཀག་འགོག་བྱས་ཀྱང་མི་མང་ནས་ང་ཚོས་གསོག་ཉེན་ཆེ་བས་རྒྱ་མིས་ཕྱིར་ལོག་སྡོད་དགོས་ཟེར་བ་སོགས་བྲིས་ཏེ་ཐུམ་ནང་ཡི་གེ་སྦྱར་སྤྲད་བྱས་པ་རེད། དེར་མ་ཟད་ཚོགས་འདུ་འཚོགས་མི་ཆོག་པ་བཟོས་ཡོད་ཀྱང་ཁོ་ཚོས་ཚོགས་འདུ་ཆེན་པོ་ཞིག་འཚོགས་ཏེ་ཚིག་ཐོ་བཏོན་པའི་ནང་མི་མང་ལ་དཀའ་ཉེན་ཡོད་ཚུལ་དང་ལྷ་སའི་གནས་ཚུལ་རྫ་བསྒྲགས་བྱས་ཚུལ། ལྷ་སར་རྒྱ་མིའི་དཔོན་རིགས་འགའ་ཤས་ལས་དམག་མི་རྣམས་ཕྱིར་འཐེན་དགོས་པའི་སོགས་དྲིས་པའི་ངོ་ཤུགས་ཤིག་རྒྱ་མི་དམག་དཔོན་ཚོ་དང་གཅིག་བཀའ་ཤག་ལ་སྤྲད་འདུག་རྒྱ་མི་ཟེར་ན་དེ་ནི་བཙན་རྒྱལ་རིང་ལུགས་པའི་འགུལ་སྐྱོད་བྱེད་ལུགས་དང་ལྷ་སར་རྙོག་དྲ་བཟོས་མཁན་ཆེད་མངགས་ཡོད་པའི་བརྗོད་བཞིན་སྐབས་ཤིག་ཀྱང་སྐབས་ཤིག་ཀྱང་ཅིང་ཝུ་ཁོང་ཁྲོ་དང་བཅས་བཀའ་ཤག་ཡོང་སྟེ་བརྗོད་གསལ་པེ་ཅིང་དུ་མིང་རྟགས་དགོས་པའི་གྲོས་བསྡུར་འདེལ་གཅིག་གཏོང་མཁན་གྱི་འགོ་ཁྲིད་ནི་སྲིད་བློན་གཉིས་ཡིན་ཚུལ་བརྗོད་འདུག་སྐྱོ་ཤས་ཅན་གྱི་གནས་ཚུལ་ཡོང་ཐབས་འདི་ཚོ་བཙན་བྱོལ་བྱུང་བའི་ཉམས་མྱོང་ཅན་གྱི་ཡུལ་ཁག་ནས་ཤེས་རྟོགས་ཡོང་གི་རེད། རྩལ་ནུས་བྱེད་མཁན་ཚོས་རོགས་རམ་བྱེད་མཁན་ཡིན་ཚུལ་གྱིས་ཡོང་གི་ཡོད་ཀྱང་དེ་ཡི་བསམ་ཚུལ་ཅི་ཡིན་སུས་ཀྱང་བརྗོད་པ་དཀའ། རྩིས་ལུས་བྱེད་ཡུལ་མི་མང་ལ་རོགས་རམ་མི་དགོས་པ་ཤེས་ནས་ཡ་མཚན་དུ་གྱུར། རྒྱ་མིས་མི་མང་གི་འདོད་པ་མེད་པའི་རྣམ་འགྱུར་བསྟོང་སྟེ་ཕྱིར་ལོག་མ་བྱས་ཤིང་མི་མང་གི་རེ་འདོད་ཀྱང་མ་འགྲུབ་པར་རྩིས་ལུས་བྱེད་ཀྱི་ཡོད་པ་རེད། ཁ་གཡོག་རང་ལ་བྱུང་བ་དེ་གཞན་ལ་འགྱེལ་ས་འཚོལ་ཞིང་བོད་ནང་བག་ས་ཉྭ་ར་ཉྭ་ནོར་སྨྱོན་ན་སྨྱོན་སྨྱོན་ཅི་བྱེད་པའི་ཐོག་མ་ནི་ཁོང་རང་ཚོའི་བསམ་ཚུལ་དུ་གྱུར་བའི་བཙན་རྒྱལ་རིང་ལུགས་པ་ང་ཚོའི་སྲིད་བློན་ཀླུ་ཁང་པ་ཡིན་འོན་ཀྱང་བྱེད་སྟངས་དེ་ལ་བྱེད་འབྲས་བཟང་པོ་འབྱུང་བ་དཀའ་མི་མང་མི་དགའ་བའི་རྣམ་འགྱུར་དེ་བཙན་ཤུགས་ཀྱིས་དུས་ཡུན་ཐུང་ངུ་ལས་གནོན་མི་ཐུབ་བཙན་ཤུགས། ཇི་ཙམ་བྱས་པ་དེ་ཙམ་གྱིས་མི་དགའ་བའི་གནས་ཚུལ་ཇེ་ཆེར་འགྲོ་བ་དེ་ཚང་མས་གསལ་པོ་ཤེས་ཀྱི་ཡོད་པར་རྒྱ་དམར་ནས་ད་ལྟ་ཤེས་རྒྱུར་དེད་ཡོད་པ་རེད། གནས་ཚུལ་རྫ་དྲག་ཅན་དེ་འདྲའི་སྐབས། རྣམ་ཀུན་ཕྱི་མི་སུས་ཀྱང་ངའི་རྩར་ཡོང་དུས་བཀའ་ཤག་དང་ལས་ཁུངས་གཞན་དག་བརྒྱུད། གཞན་དག་བརྒྱུད་དགོས་ན་ཡང་རྒྱ་མིས་དེ་ལྟར་མིན་པར་ཐད་ཀར་ཡོང་གི་ཡོད་པ་དང་ཐོག་མའི་ཆར་ང་དང་ཐུག་འཕྲད་སྐབས་སྲིད་བློན་ཉིད་ནས་ཚིག་ལ་བློ་མཐུན་བྱེད་ཀྱི་ཡོད་དང་ཡོད་ཀྱང། སྐབས་ཤིག་སྲིད་བློན་བློ་བཟང་བཀྲ་ཤིས་ཀྱིས་བརྗོད་རྗེས་གཅིག་ལ་ཀྲང་ཆིའུ་ཁོང་ཁྲོ་ཆེན་པོ་ལངས་སོང། ང་རང་ལོས་ཚོད་དེ་འདྲ་མི་རྒན་ཞིག་བྱ་སྤྱོད་དེ་ལྟ་བུ་མཐོང་སྟེ་ཧ་ལས་བྱུང། ངས་ལོ་ན་ཆུང་ཡང་ཁོང་ཁྲོའི་གཞིས་ཆགས་བྱེད་དུ་བཅུག། དེ་ནས་ཐེངས་གཅིག་པུ་ཐུག་འཕྲད་བྱེད་དགོས་པའི་བརྗོད་བྱུང་བྱས། དེ་ནས་ཐེངས་གཅིག་པུ་ཐུག་འཕྲད་བྱེད་དགོས་པའི་མགོ་འཛུགས་བྱས། ཁོ་ཚོའི་ཉེ་འདར་ནམ་ཡང་ནམ་ཡོང་སྐབས་སྲུང་དམག་མཉམ་བརྗེས་ཀྱི་དོ་ཁང་སྒོ་ཁག་ཏུ་འཇོག་གི་འདུག་དེ་དག་སྤྱོད་ཚུལ་ངན་པ་ཙམ་ལས་མིན་ཀྱང་གནས་ལུགས་ཤེས་མཁན་བོད་མི་ཚོས་བློ་འབུམ་ཆེན་པོ་བྱེད་ཀྱི་ཡོད་པ་རེད་རྒྱ་མི་དང་ཀླུ་རྐང་པ་མཐའ་མའི་གླེང་རྩེད་ཡོང་ས་ནི་བོད་ཀྱི་དཀའ་ཉེན་སྐོར་མ་ཡིན་མ་ཡིན་པ་ཞིག་ཐོག་བྱུང་འདུག་ཏང་ཀྲུའུ་ནས་དམིགས་བསལ་གྱི་ཚོགས་འདུ་ཆེན་པོ་ཞིག་དུས་བཀོད་ཐོག་ངས་སྲིད་བློན་བཀའ་བློན་རྣམས་འབོད་དགོས་དང་འབྲེལ་རྒྱ་མིས་རྒྱ་མིའི་ཞི་དྲག་དཔོན་རིགས་མཐོ་རིམ་རྣམས་ཀྱང་བོད་སྒུག་བྱས་པའི་སར་དམག་དཔོན་དེ་བཅོལ་སའི་བོད་དམག་རྣམས་བཅིངས་འགྲོལ་དམག་ལ་བསྒྱུར་བའི་དུས་སུ་འབབ་ལུགས་དང། དེ་ཆ་དེ་བྱེད་ཐབས་སུ་བོད་དམག་གཞོན་ནུ་འདེམས་སྒྲུག་གིས་ལྷ་སར་རྒྱ་མིས་དམག་སྒར་ནང་སློབ་སྦྱོང་དུ་གཏོང་དགོས་དེ་ནས་ཁོ་ཚོའི་སོ་སོའི་དམག་སྒར་དུ་ཕྱིན་པའི་བྱིངས་ལ་སློབ་སྦྱོང་བྱེད་པའི་ལུགས་བཅོས་པ་རེད། དེ་ལ་ཀླུ་སྒང་པས་སྔར་ལས་ཤུགས་ཆེ་བྱོས་བྱོས། བསམ་འཆར་དེ་ནི་གོ་དོན་མེད་ལ་ཁས་ལེན་ཐུབ་པའང་མ་རེད་བཤད་ནས་ཁོང་ནས་རྒྱ་ནག་ཏུ་འགྲོ་དོན་རྒྱུ་མཚན་ཆུ་རྡུལ་ལ་མིང་རྟགས་བཀོད་ཚུལ་རྒྱ་མི་ཚོས་བརྗོད་པ་དེ་དག་ང་ཚོའི་མི་མང་ནས་ཁས་ལེན་བྱས་པ་མེད། འབྲུ་དོན་ནང་གི་དོན་ཚན་རྣམས་རྣམས་ལ་ནི་རྒྱ་ནག་རང་ཉིད་ལ་ཡང་ཡང་འགལ་འདེ་བྱས། བོད་ཤར་ཕྱོགས་ད་དུང་རྒྱ་མིའི་དམག་འོག་ཏུ་ཡོད་ས་ཆ་དེ་རྣམས་བོད་གཞུང་ལ་སྤྲོད་དགོས་ཀྱང་སྤྲོད་ཡོད་པ་མ་རེད། བོད་ལ་མགོ་འཛིང་བྱས་པ་ནི་དེ་འདྲའི་ཞིག་མ་ཡིན། ཞི་བའི་གྲོས་མོལ་བྱེད་སྐབས་རྒྱ་མིས་དམག་དཔུང་དངོས་སུ་ས་ཐོག་ཏུ་བཙན་འཛུལ་བྱས་པ་རེད། བོད་དམག་རྒྱ་དམག་ཏུ་བསྒྱུར་པའི་ཐག་གཅོད་བསྒྱུར་སྐོར་བོད་མིས་བཙན་ཤེད་མི་བྱེད་པའི་གྲོས་མཐུན་ནང་གསལ་ཡོད། བཅོས་བསྒྱུར་དེ་ལ་བོད་མིས་དགའ་མོས་མི་བྱེད། ཅེས་བརྗོད་ཅིང་སྲིད་བློན་ཁོང་རང་ལ་འདོད་པ། འདོད་པ་མ་བྱུང་བ་རེད། རྒྱ་མི་དམག་དཔོན་ཚོས་བརྗོད་སའི་དོན་གནད་དེ་དག་གལ་ཆེན་པོ་མིན། བོད་གཞུང་ནས་དགག་བྱ་བྱས་པའི་རྒྱུ་མཚན་མཐོང་གི་མི་འདུག་ཅེས་དང་ཡང་ཁོ་ཚོས་བསམ་འཆར་བཏོན་སའི་བོད་ནི་བོད་ཀྱི་རྒྱལ་དར་དེ་རྣམས་བོད་ཀྱི་དམག་སྒར་ཁག་ནས་ཕབ་སྟེ་རྒྱ་མིས་དར་ཆ་བཙུགས་དགོས་ཚུལ་བརྗོད་པར་ཀླུ་ཁང་པས། རྒྱ་མིས་དར་ཆ་བཙུགས་ན། བོད་དམག་གིས་ཕབ་ཀྱི་རེད། དེ་ལྟར་བྱུང་ན། ངོ་ཚ་བ་ཡོང་གི་རེད་ཅེས་དང། དར་ཆའི་སྐོར་རྩོད་གླེང་སྐབས་ཀླུ་ཁང་པས་བོད་དུ་རྒྱ་མིས་བཙན་འཛུལ་བྱས་ཞེས་པའི་རྟེན་འབྲེལ་ལམ་བཟང་པོ་བྱེད་དགོས་ཚུལ་བརྗོད་པ་དེར་སྙིང་པོ་མེད་པ་ཞིག་རེད། མི་ཞིག་གི་མགོ་ལ་བརྡུངས་ཏེ་ཀ་ལི་བཅག་ནས། ཐག་མ་སྐམ་པར་ཡོད་མུས་སུ་དེ་དང་ལམ་སེང་གྲོགས་པོ་ཡོང་ཐབས་མེད་པའི་ལྟར་རེད་ཅེས་བརྗོད་པར་དེར་རྒྱ་མི་ཁོང་ཁྲོ་ཆེན་པོ་ལངས་ཤིང་ཉིན་གསུམ་ཙམ་བྱས་ཚོགས་འདུ་འཚོགས་རྒྱུ་བྱས་ཏེ་ཉིན་ཚོགས་འདུ་འགྲོ་འདུག་འཐུས་མི་ཚོས་ཡང་ཡང་བསྐྱར་ཚོགས་འཛོམས་སྐབས་དམག་དཔོན་ཕེབས་མིང་ནས་ཀླུ་རྐང་པར་བརྗོད་སའི་ཁྱོད་ནས་ཁང་གསར་བསྲུངས་པའི་བཀའ་མོལ་ནང་ནོར་འཁྲུལ་བྱུང་བ་མི་འདུག་གམ་ཞེས་གོང་གསལ་ཞུས་རེ་དྲིས་པར་ཀླུ་རྐང་པས་སྔོན་མ་ལྟར་ལས་རྒྱུར་བཅོས་མ་བཏང་བའི་བརྗོད་དོན་གསལ། གནས་ཚུལ་དང་པོར་བརྗོད་རྒྱུ་ནི་ང་རང་གི་ལས་འགན་ཡིན། བོད་ཤར་ཕྱོགས་སུ་རྒྱ་མིས་བཙན་གནོན་བྱས་ཚུལ་གླེང་རག་བྱུང་བ་དེས་བོད་མིས་བློས་དཔག་མི་ཁེབས་པར་མི་ཕེབས་པར་ཕྱིན་པ་རེད། གལ་ཏེ་དམག་མིའི་སྐོར་རྒྱ་མིས་བསམ་འཆར་རྣམས་བླངས་ནས་རྒྱ་མིའི་ཙམ་མིན་པར་མི་མང་ནས་ཀྱང་དམག་མི་ཙམ་མིན་པར་མི་མང་ནས་ཀྱང་རྣམ་འགྱུར་ངན་པ་འདེགས་ཀྱི་རེད་ཅེས་བརྗོད་འདུག་དེ་ལ་དམག་དཔོན་ཕེན་མིང་ཁོང་ཁྲོ་བཟོད་སྒོམ་མ་ཐུབ་པར་ཀླུ་རྐང་པའི་ལོག་ཏུ་ཕྱི་རྒྱལ་བཙན་དབང་རྒྱལ་ཁབ་ཀྱི་དམག་ཤུགས་དང་འབྲེལ་བ་བྱས་ཚུལ་བརྗོད་ཅིང། སྐད་ཅོར་ཆེན་པོའི་ངང་ཀླུ་ཁང་པ་ལས་ལས་འཁུར་ཕྱིར་བསྡུའི་གོ་ཚུལ་ཏཱ་ལའི་བླ་མ་ཞུ་རྒྱུ་ཞེས་བརྗོད་པར་ཀླུ་ཁང་པས་ཏཱ་ལའི་བླ་མས་ངས་ནོར་འཁྲུལ་བྱས་པ་གཟིགས་ཡོད་ན་ལས་འཁུར་ལས་ལྷག་པ་སོགས་ཀྱང་གཏོང་གི་ཡིན། དེ་མིན་རྒྱ་མི་ང་ཚོར་བཀའ་གནང་གོ་དོན་མེད། རྒྱ་མིས་བཀའ་ལ་མི་ཉན་ཐག་གཅོད་ཡིན་ཞེས་གསུངས་པར་དེ་ཅང་ཅང་དབྱི། བར་ཚང་གི་བརྗོད་དོན། ད་ལྟ་ཕག་མིང་ནས་བརྗོད་དོན་ལ་ཕྲན་བུ་ནོར་འཁྲུལ་བྱུང་ཡོད་སྟབས། དོན་གནད་དེ་ཚོར་དག་སྡོད་མ་གནང་བར་ཞེས་བརྗོད་འདུག་ཚོགས་འདུ་དེར་འདོད་དོན་གང་ཡང་མ་བྱུང་བར་གྲོལ་བ་རེད། ཅང་ཅི་དབྱིས་སྐབས་དེར་དོན་རྐྱེན་ཆུང་དུ་བཏང་ཡང། དེའི་ཆེད་ཁྱེད་ལ་སྙན་ཞུ་ཞིག་བཏང་འབྱོར་གནང། ཀླུ་ཁང་པར་བོད་དང་རྒྱ་ནག་མཐུན་འབྲེལ་བྱེད་འདོད་མི་འདུག་ན། ཁོང་གིས་ལས་འཁུར་ཕྱིར་འཐེན་གོ་ལུགས་ཇི་འདུག་ཅིང་དེ་ཡི་སྐོར་བཀའ་ཤག་ཏུའང་བརྗོད་འདུག་བཀའ་ཤག་ནས་སྲིད་བློན་གཉིས་ཀར་དགོངས་པ་ཞུ་བཅུག་ན་ལེགས་ཚུལ་བསམ་འཆར་བཅས་བྱུང་ཞིང་གནས་ཚུལ་དེ་བཙལ་མཐར་ཐུག་སྐབས་དཀའ་ཚེགས་ཅན་གྱི་ལས་ཀ་ཞིག་བྱེད་དགོས་པ་བྱུང་ཀླུ་རྐང་པའི་སྙིང་སྟོབས་ཆེན་པོས་རྒྱ་མིར་ལན་འདེབས་བྱས་པ་དེ་ཕྲན་བརྩི་མཐོང་ཕྲན་བརྩི་མཐོང་ཆེན་པོ་ཡོད་ཀྱང་ཡང་ན་ཀླུ་རྐང་པ་མུ་མཐུད་ལས་ཀ་བྱེད་རྒྱུ་དང་ཡང་ན་རྒྱ་མི་རྒྱ་མིས་ངག་བཞིན་ཕྱིར་བསྡད་བྱེད་རྒྱུ་དེ་གཉིས་རེད། དེ་ལ་གནད་དོན་གཉིས་ཡོད་དང་པོ། ཀླུ་རྐང་པའི་ལུས་སྲོག་གི་ཉེན་ཁ་དང་གཉིས་པ་མ་འོངས་པའི་བོད་ཀྱི་གནད་དོན་དེ་རེད། ཀླུ་རྐང་པའི་ལུས་སྲོག་ནི་ཁོང་རང་གི་ཉེན་ཁའི་ནང་བཅུག་ཟིན་པ་དང། ངས་ལས་འཁུར་མུ་མཐུད་ཀྱིས་བཞག་ཡང་རྒྱ་མིས་ཐབས་སྣ་ཚོགས་ཤིག་བྱེད་རྒྱུ་ཡིན་པ་གསལ་པོ་མཐོང་གི་ཡོད་པ་རེད། དུས་ནས་དེ་ཚོའི་སྐོར་དུས་ཡུན་རིང་པོར་སྔོན་ནས་རྒྱུ་མཚན་བྱུང་ཡོད་ཅིང། ཁྱེད་ནས་རྒྱ་མིས་སྲིད་བློན་གྱི་སློབ་སྦྱོང་སློབ་སྦྱོང་ནི་བྱས་མེད། རྒྱ་མིས་སྲིད་དོན་གྱི་སློབ་སྦྱོང་ནི་བྱས་མེད་ཆོས་ཀྱི་སློབ་སྦྱོང་གི་དུས་ནས་འདི་ཚོར་བེད་སྤྱོད་བྱེད་སྐབས་དཀའ་ཡང་བྱེད་ཐབས་དཀའ་ཡང་ཆོས་ཀྱི་སློབ་གཉེར་ནི་ལམ་སྟོན་ངེས་གཏན་ཞིག་ཡིན་པས་ཡིན་པར་སྔར་ནས་ཡིད་ཆེས་ཡོད་པར་ལྟར་ད་དུང་ཡང་ཡོད། ངས་བསམ་པར་ང་ཚོས་མུ་མཐུད་རྒྱ་མིར་ངོ་རྒོལ་ཁོང་ཁྲོ་བསླངས་ན། ཁོན་ཁྲུའུ། ཁོན། ཁོན་ཁྲུ། རྒྱུན་མི་ཆད་པ་ལས་དོན་ཕན་ཡོང་རྒྱུ་མེད། ཁོན་ཁྲུ་བྱུང་ན་མཚོན་ཆ་སྒྲིག་འཛུགས་མེད་པའི་མི་དམངས་ཐོག་གྱོང་གུན་ཡོང་གི་རེད། ང་ཚོར། བར་རེ་ལམ་གཅིག་ཡོད་པ་ནི་འདོད་མཐུན། གྲོས་མཐུན་ནང་ཁས་ལེན་བྱས་པའི་དོན་ཚན་དུག་ཤོས་ཀྱི་ལེགས་ངོ་ཆེ་བ་རྣམས་ལ་སོར་སྣོན་ཡོང་བ་བྱེད་འགྲོ་ཞེས་རེ་སྒུག་བྱེད་རྒྱུ་ཙམ་རེད། ང་ཚོས་ལོ་མང་རིང་འཚེ་མེད་ཞི་བའི་ལམ་དུ་བཟོད་བསྲན་ཆེན་པོའི་ངང་སྒུག་བྱས་ན་ནམ་ཞིག་རང་དབང་ཅུང་ཟད་ཙམ་ཡོད་པའི་རེ་བ་ཞིག་ཡོང་བ་རེད། དེ་ལ་གང་ཐུབ་ཅི་ཐུབ་ཀྱིས་རྒྱ་མི་དང་མཉམ་དུ་ལས་དོན་བྱས་བྱས་དེ་ལྟར་མ་བྱུང་བས་ཞི་བའི་ངོ་རྒོལ་གླེང་རྗེས་ཁོ་བོས། དྲག་པོའི་ངོ་རྒོལ་ལག་ལེན་བྱེད། མི་ཐུབ་པ་མ་ཟད་ཆོས་ཕྱོགས་དང་ཡང་མི་མཐུན་པ་ཞིག་རེད་ཞི་བའི་ཐབས་ལམ་ནི་སངས་རྒྱས་ཀྱི་ཆོས་དང་ཡང་མཐུན་པ་ཞིག་ཡིན་ཞིང་དེ་ལ་ཐལ་རང་གི་ཡིད་ཆེས་གཏིང་ཟབ་ཡོད་པ་མ་ཟད་ངོས་རང་བོད་ཀྱི་ཆོས་ལུགས་ཁག་གི་མགོ་སྟོད་ཡིན་སྟབས་དེ་ལ་བརྩི་འཇོག་མ་བྱས་ཐུབ་མེད་ཡིན་ང་ཚོའི་དམའ་འབེབས་དང་མི་ལོ་སྟོང་ཕྲག་སྔོན་གྱི་ཕ་མའི་ནང་བྱུང་བའི་ལུགས་སྲོལ་རྩ་ཆེར་འཛིན་པའི་འཛིན་པ་རྣམས་རེ་ཞིག་འབུར་ལག་ལྟ་བུར་འགྱུར་ཡང་བཟོད་སྒོམ་བྱེད་དགོས་པར་མཐོང། ངས་བློ་ཕམ་དང་བཀའ་ཤག་གི་བསམ་འཆར་ལྟར་སྲིད་བློན་གཉིས་ལས་འཁུར་དགོངས་ཞུ་བྱ་དགོས་བརྗོད་ཅིང་སྲིད་བློན་གཉིས་ངེད་སར་འཕྲད་འབྱོར་སྐབས་ཁ་བརྡ་དང་འདྲ་པར་དངུལ་བསྐྱལ་ཅེས་བསྐྲད་པ་ཡིན་ངའི་གནས་སྟངས་ཇི་ཡོད་ནི་ཁོང་གཉིས་ཀྱིས་ཤེས་ཀྱི་ཡོད་ཤག་རེད་སྙམ་ཞིང་རྒྱ་མིས་བརྙས་འཇོག་བྱེད་ཡུལ་དུ་གྱུར་ཚེ་སྲིད་བློའི་སྲིད་བློའི་གསོས་ཏེ་སྲིད་བློའི་གསོས་ཏེ་དོན་ཕན་མེད་སྟབས་སྲིད་བློའི་གསར་པ་བསྐོ་གཞག་མ་བྱས་པར་འགན་ཁུར་ངས་ཁུར་ན་ལེགས་བསམ་བྱུང། གང་ཡིན་ཞེ་ན་བོད་མིའི་མཐོང་སྣང་ལེགས་པ་ཡོང་གི་རེད་དེའི་ཆེད་ཀླུ་རྐང་པ་ག་ག་ཏུ་ཕེབས་ཏེ་སྲིད་བློའི་སྣང་ཡང། གུང་ན་ཐོ་བའི་དེང་སྐབས་གོང་སུ་ལས་མེད་དུ་བཞུགས་ཡོད་ཅིང། ད་དུང་དེ་ལ་སློབ་སྟོན་གནང་བཞིན་ཡོད། བློ་ཕམ་ངང་བརྗོད་རྒྱུར་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་དེའི་བོད་ནས་ཡོང་བྱས་སྲིད་བློན་བློ་བཟང་བཀྲ་ཤིས་རྒྱ་མིས་བཙན་བཙུགས་ཀྱིས་ཕྱིར་འགྲོ་ཐུབ་མི་འདུག་དོན་གནད་དེ། ཐག་ཆོད་བྱུང་སྟབས་རྒྱ་མིས་དགའ་མོས་བྱུང་སྟེ་ང་ཚོར་ནམ་རྒྱུན་སྐྱོན་བརྡང་ཆེན་པོ་གྲགས་ཕྱིན་སོང། རྒྱ་མིས་བཀའ་ཤག་ཏུ་བསམ་འཆར་བརྗོད་སའི་དུས་བོད་ཀྱི་གཞུང་ཞབས་ད་རེས་ཚོང་པ་དེ་མིན་གཞན་དག་གི་འཐུས་མི་ཚོགས་པ་གིས་རྒྱ་ནག་ཏུ་བཏང་སྟེ་ཆོས་དད་རང་དབང་ཇི་ཡོད་ལ་ལྟ་སྐོར་བྱེད་ཐབས་བྱེད། ལྟ་སྐོར་བྱེད་འཇུག་དགོས་ཟེར་བ་ལྟར་ང་ཚོའི་ཁས་ལེན་གྱི་སྨིན་གྲོ་འདེམས་གཏོང་བྱས། ཁོ་ཚོའི་རྒྱ་ནག་ཏུ་ལྟ་སྐོར་ནས་ཕྱིར་ལོག་ཆེད་སྙན་ཞུ་ཞིག་བཏོན་པ་དེ་དག་རྒྱ་མི་འགོ་ཁྲིད་ཚོས་བྲིས་པ་ཚང་མའི་ཤེས་ཤེས་གསལ་རེད། དེའི་ཆེད་དེང་རྒྱ་ནག་ཏུ་ལྟ་སྐོར་དུ་མགྲོན་འབོད་བྱས་བྱུང་སྐབས་དེར་ང་ཚོའི་གཞུང་བོད་ནང་ཡོད་པའི་རྒྱ་མི་འགོ་ཁྲིད་ཚོའི་འགལ་བ་ཕྲན་བུ་ལེགས་སུ་ཕྱིན་ཡོད་ཀྱང་བློ་ཕམ་ཞིག་ལ་བོད་མི་མང་གིས་ཡར་རྒྱས་སྐོར་ལས་དོན་གང་ཡང་བྱས་ཡོད་པ་མ་རེད། རྒྱ་ནག་གི་འགོ་ཁྲིད་མཐོ་ཤོས་དང་ངོས་རང་ཐུག་འཕྲད་ཀྱི་གྲོས་མཐུན་ནང་ཁོ་ཚོའི་ཁས་ལེན་བརྗེ་རེས་རྣམས་ལག་ལེན་བསྟར་དགོས། བརྗོད་ན་སྙམ་སྟེ་རྒྱ་གར་དུ་རྒྱ་ནག་ཏུ་འགྲོ་རྒྱུའི་གཏན་མཁན་བྱས་པ་ཡིན།